ཚོགས་བསགས་འདི་ཆོམ་པོའི་སྨོན་ལམ་ཚོགས་བསགས་འདི་ནི་བདེ་ཆེན་འོད་གསལ་གླིང། ད་ལྟ་ང་ཚོ་མལ་གྲོ་རྒྱས་པ་གཟིམ་གྱི་ཡོད། ཨ་ནི་མལ་འཁོར་རྒྱས་པ་གཟིམ་ནི་ད་ལྟ་ང་ཚོ་ནམ་རྒྱུན་ནས་པོག་དོ་དོག་ཡིད་ལ་འགྲོ་གི་ཡོད། ཨ་ནི་འདི་གི་ཨ་ནི་བབས་ཚུགས་ཞི་བ་གི་རྗེས་ལ་ཨ་ནི་ད་ལྟ། ད་ལྟ་འོད་གསལ་ཆོས་གླིང་འདི་བདེ་ལ་འདུག་སོང་ཙང་ཨ་ནི་ང་ཚོ་མང་ཆེ་ཡ་གཅིག་གི་ལྟ། འགྲོ་ཕྱོགས་འདི་བདེའུ་དུ་ཨ་ནི་འདི་བཞིན་ནི་སང་ཉིན་ཉིན་རྒྱབ་ཀྱི་ཆུ་ཚོད་གཉིས་པ་ཐོག་ནས་ཨ་ནི། མཆོད་འབུལ། ལོངས་སྤྱོད་ཀྱི་མཆོད་འབུལ་སྨོན་ལམ་འདི་དུ་སུ་འགོ་འཛུགས་གནང་ཡ་རེད་ཤག་ཨ་ནི་ཚང་མ་ཨ་ནི་མཉམ་ཞུགས་ངེས་པར་དུ་གནང་རོགས་གནང་ལ་ནི་ངོ་དེ་འདྲའི་གཅིག་པུའི་གུ་ཞོན་ཡིན་སྟབས་སྐུ་ངོ་དམ་པ་ཁོང་གི་སྐུ་ཚེ་ཧྲིལ་པོ་ཨ་ནི་ང་ཚོའི་བོད་མི་རིགས་ཀྱི་བདེ་སྡུག་དང་ཨ་ནི་དེ་སྐབས་ཀྱི་གཉན་འཕྲང་ཅན་གྱི་དུས་ཚོད་སྐབས་ལ་ཨ་ནི་སྐུ་ངོ་མཆོག་གིས་ག་ཚོད་ཅིག་སྐུ་ལས་བསྐྱོན་ཡོད་མེད་ལྷག་པར་དུ་ཨ་ནི་སྐྱབས་མགོན་རིན་པོ་ཆེ་མཆོག་ད་ལྟ་ཁོ་ཚོ་ཤུགས་རྒྱ་གར་ལ་བདེ་ཐང་ངང་ཕེབས་ཡ། དེ་འདྲས་ཆ་ཚང་གི་ཐོག་ནས་ད་གང་ཅི་ང་ཚོས་ལོ་རྒྱུས་རིང་པོ་ཅིག་བཞུས་འདུག་གོ་མ་རེད་ད་ཁོང་གི་སྐུ་ཚེའི་ཧྲིལ་པོ་ཨ་ནི་ང་ཚོའི་ཆེད་དུ་སྐུ་ལས་བསྐྱོན་ཡོད་པ་སོང་ཙང་ཨ་ནི། ཁོང་དགོངས་པ་རྫོགས་ནས་ལོ་གཅིག་གི་ལོ་མཇུག་དེ་ལ་ཨ་ནི་ཚང་མས་ཀྱི་མཉམ་ཞུགས་གནང་དགོས་ད་ཧ་ཅང་གི་གལ་ཆུང་པོ་རེད་སོང་ཙང་ཨ་ནི་འདི་ཡིན་གཅིག་མིན་གཅིག་ཨ་ནི་མཉམ་ཞུགས་གནང་རོགས་གནང་ཨ་ནི་འདིས་ད་ལྟ་མེ་འཁོར་བབས་ཚུགས་རྒྱས་པ་ལ་རེད་ཤག་ཨ་ནི་ཡིན་ད་ལྟ་ས་ཆ་ཚོགས་སར་མཆོད་འབུལ་སྨོན་ལམ་ཚོགས་ས་དེ་ཨ་ནི་བདེ་ཆེན་འོད་གསལ་ཆོས་གླིང་ལ་རེད་ཤག་ཨ་ནི་འདིས་ཀྱི་གསལ་བསྒྲགས་དེ་ཨ་ནི་ད་ལྟ་ངེད་ཀྱི་ཐད་གཏོང་འགྲོ་ཚར་ནས་རྗེས་ལ་ཨ་ནི། ངོ་དེབ་གང་ལ་ལམ་སང་བཞག་གི་ཡིན་རྣམ་པ་ཚང་མས་ཀྱི་ནི་དུས་ཚོད་སྟོན་བྱེད་ནི་ནི་ཕེབས་རོགས་གནང་ལ་ནི་འོ་དེ་འདྲི་ཞོན་ནི་ད་ད་ད་ང་ཚོ་དེ་ཧྥ་རན་ས་གནས་ལ་གཅིག་པོ་མ་རེད་ནི་ད་ད་རྡ་རམ་ས་ལ་ལ་གཙུག་ལག་ཁང་ལ་ཆོལ་ཁ་གསུམ་གྱི་ཐོག་ནས་ནི་སང་ཉིན་ལོ་མཆོད་མཆོད་འབུལ་སྨོན་ལམ་གོ་སྒྲིག་གནང་གི་འདུག་ནི་ད་ད་ད་སྐྱབས་མགོན་རིན་པོ་ཆེ་མཆོག་ནི་མོན་གྷོ་ས་གནས་ལ་ནི་འདུག་ཞབས་སོར་འཁོད་བྱེད་ནི་ནི་ད་དུས་ཡུན་རིང་པོ་ཅིག་བདེ་བར་ངང་བཞུགས་ནས་བཞུགས་ཤག་མཛད་ཡོད་རེད་ནི་ད་ཕི་ཀེ་ལགས་ཀྱི་སང་ཉིན་ཡང་འདིའི་ཆེད་དུ་ཨ་ནི་མཆོད་འབུལ་སྨོན་ལམ་ད་རིང་ནས་བྱེད་ནི་གང་བྱེད་རྩེ་རིམ་འགོ་བཙུགས་གནང་འདུག་ཨ་སོང་ཙང་ཚང་མེད་ཀྱི་ཐུགས་ན་གནང་ཨ་ནི་འདི་ལ་མཉམ་ཞུ་བྱེད་ཡའོ་དེ་འདྲས་ཀྱི་གསལ་བསྒྲགས་འདུག་ད་ཚང་མེད་ཀྱི་ཟིག་ཡོད་རེད་སོང་ཙང་ད་སང་ཉིན་གྱི་ཉི་མ་དེ་ལ་ཨ་ནི་ཚང་མེད་ཀྱི་མཆོད་འབུལ་སྨོན་ལམ་ལ་ཨ་ནི་མཉམ་ཞུགས་དང་ཨ་ནི་སོ་སོའི་ངོས་ནས་ཨ་ནི་ངོ་སྨོན་ལམ་ཨ་ནི་སྐུ་ངོ་དམ་པ་མཆོག་ལ་ཨ་ནི་བཀའ་དྲིན་རྗེས་དྲན་འཚོར་བྱེད་ཆེད་དུ་ཨ་ནི་ང་ཚོ་ཡིན་ཅིག་མིན་ཅིག་གི་ཨ་ནི་སྨོན་ལམ་འདོན་རོགས་བྱིས་ལ་ནོ་དེ་འདྲས་ཞུ་ཡ་ཡིན་ཨ་ནི་དེ་ནས་ད་གནད་དོན་གཉིས་པ་དེ་ལ་ད་ད་ལྟ་སྐྱབས་མགོན་རིན་པོ་ཆེ་ཕྱོགས་ཀྱི་ཚེ་འདི་ད་ལྟ། ཨ་རིའི་ནང་ལོགས་ལ་ད་མི་ཡི་ནག་ཉེས་ཅན་ཅིག་རེད་བ། འདི་གི་ད་ཁོ་རང་གི་ད་འདི་ནང་ལོགས་ལ་ད། File ལ་ཡོད་བ་ད་འདི་གི་ཡིག་སྣོད་ནང་ལོགས་ནས་ད་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བའི་གི་ཐོག་ནས་མཚན་ཅིག་ད་འདི་ནང་ལོགས་ལ་ཐེ་མ་ཁ་ཤས་ཅིག་རྟ་གང་བྱེད་བརྒྱ་ལྷག་ཅིག་དྲངས་ཡོད་པ་དེ་འདྲའི་ཅིག་རྟ་གནས་ཚུལ་ཅིག་འགྲོ་བསྡད་ཀྱི་འདུག་རྟ་འདི་ཚོ་ང་རང་ངོས་ནས་བསམ་བློ་བཏང་བ་ཡིན་ན་རྟ་འདི་ང་རང་སྒེར་གྱི་བསམ་ཚུལ་ཞུ་གི་ཡོད། ང་རང་ངོས་ནས་བསམ་བློ་བཏང་བ་ཡིན་ན་འདི་རྒྱ་ནག་རང་གིས་རྐང་བཙུགས་ནས་ཨནི་འདི་རྟ་ད་འདེགས་འཆར་ལ་ཨནི་འདི་བཀྲམ་ཞའོ་ཇི་ལྟ་འདི་རྟ་གང་བྱེད་ཨན་རྒྱ་ནག་གི་རྒྱུག་ཁྱི་རོ། ཡང་མེད་ན་རྟ་འདི་ཕྱི་ཚོ་དྲ་རྒྱ་ནང་ལོ་ལ་སྐྱབས་མགོན་རིན་པོ་ཆེ་གི་མིང་ཅིག་ཐོག་ནས་སྐད་ཆ་བཤད་ཡ་དང་ཨནི་ཡི་གེ་ཅིག་བྲིས་བ་ཡིན་ན། ཨ་ནི་འདི་གི་རྟ་ཡ་མང་དུ་འགྲོ་ངེས་དང་འདི་ཡོང་ཁུངས་མང་དུ་འགྲོ་ཡ་དེ་འདྲས་ཅིག་གི་རྟ་ཁ་ཤས་ཅིག་རེད་དོ་འོ་དེ་འདྲས་གི་ཐོག་ནས་རྟ་རྒྱ་བོ་རིན་པོ་ཆེ་མཆོག་གི་ད་ལྟའི Apps ཅན་གི File ལའེ་འདི་ནང་ལོགས་ལ་སྐྱབས་མགོ་རིན་པོ་ཆེ་གི་མཚན་འདི་དེ་འདྲས་མང་པོ་ཅིག་འཁོད་འདུག་ལའེ་འདི་ཨ་ནི་གནས་ཚུལ་གཞན་པ་གང་ཡང་ཅིག་མ་རེད་ཤག་རྟ་གང་ཆེ་འདིའི་ཐོག་ལ་ཨ་ནི་གསལ་བཤད་སུ་སུ་སུ་གི་རྟ་བ་ཡིན་ན་འགྲིག་རྟ་ཡིན་ནའི་གི་འདི་རྟ་གོ་ཡ་ཅིག་རྩ་བ་ཉིད་ནས་ཆགས་གི་མི་འདུག་མི་འདི་ཨ་ནི་མི་ངན་ཅིག་རེད་དོ་སོང་ཙང། ཨ་ཁ་ཤས་ཅིག་ཧ་མ་གོ་བ་བྱེད། ཨ་ནི་ཁོ་རང་མི་དེ་གི་པར་དེ་བྱེད་ཨ་ནི་སྐྱབས་མགོན་རིན་པོ་ཆེ་གི་སྐུ་པར་འོ་དེ་འདྲའི་ཆེ་གི་སྦྱར་འགྱོ་དེ་འདྲའི་ཡ་མ་བཀྲམ་དེ་གི་འདུག་ཨ་ཡང་དེ་འདྲའི་རྩ་བ་ཉིད་ནས་བཀྲམ་དགོས་ཡ་འདུག་བསམ་གྱི་མི་འདུག་སྐྱབས་མགོན་རིན་པོ་ཆེ་འདི་གི་ཁོ་རང་གི་ཡིག་སྣོད་དེ་ནང་ལོགས་ལ་རྒྱལ་བ་རིན་པོ་ཆེ་མཇལ་ཡོད་མ་རེད་གང་ཡང་ཡོད་མ་རྟ་ཡིན་ནའི་ཁོ་རང་གི་ཡིག་སྣོད་ཀྱི་ནང་ལོགས་ལ་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བའི་གི་སྐད་ཆ་ཁོ་རང་གི་མི་གཉིས་བ་མཉམ་དུ་སྐད་ཆ་བཤད་རྒྱོ་མི་གཉིས་བ་གསུམ་པ་གི་ཁོ་རང་ལ་སྐད་ཆ་བཤད་ཤག་རྒྱོ་དེ་འདྲའི་གི་ཐོག་ནས་ཨ་ནི་རྟ་འདི་འགྲོ་བདེ་འདོད། རྟ་ཡིན་ནས་ད་ལྟའི་དུས་ཚོད་འདི་ལ་ག་རེ་བྱེད་ནི་རེད་ལ་ནི་ང་ཚོའི་འུ་འདི་དོགས་པ་ཟག་བས་ཀྱང་ཧ་ཅང་གི་གལ་ཆེན་པོ་རེད་སྐྱབས་མགོན་རིན་པོ་ཆེ་མཆོག་ལ། ད་ལྟའི་ཕྱི་ཟླ་གཉིས་པའི་ཚེས་གཅིག་ལ་འཛམ་གླིང་གི་ཆེས་སྙན་གྲགས་ཆེ་བའི Grammy Award རྟ་གཟེངས་རྟགས་འདི་ཨ་ནི་སྐྱབས་མགོན་རིན་པོ་ཆེ་དགུང་ལོ་དགུ་བཅུ་ཕེབས་བའི་གི་རིང་ལ་བསྡུ་བཞེས་གནང་ཡོད་ར་འཛམ་བུ་གླིང་གི་རྟ་གང་ཆེ་གསར་འགྱུར་དང་འཛམ་བུ་གླིང་གི་མི་སྣ་ཆེ་རི་ཆེ་ཚད་ཆ་ཚང་གི་ཧང་སངས་དུས་རྟ་འཛམ་བུ་གླིང་གི་དབུ་ཁྲིད་དེ་འབྲེལ་ལ་ད་ད་འདས་ཀྱི Grammy Award ལའི་དེའི་སྡེ་ཚན་གྱི་ཐོག་ནས་དེ་འབྲེལ་གྱི་གཟེངས་རྟགས་ཐོབ་བྱ་བ་དེ་འདྲ་ཡོད་མ་རེད་སོང་ཙང་སྐྱབས་མགོན་རིན་པོ་ཆེ་ལ་དེ་སྔ་ནས་ད་གཟེངས་རྟགས་སྡེ་ཚན་འདྲ་མི་འདྲ་གི་ཐོག་ནས་ཞི་བདེ་ཡིན་ན་རེད་ད་གང་ཅེས་གསེར་གྱི་གཟེངས་རྟགས་ཡིན་ན་རེད་ད་གང་ཅེས་འཛམ་བུ་གླིང་སྤྱིའི་བྱམས་སྙིང་རྗེ་དང་འབྲེལ་བའི་གི་ཐོག་ནས་གཟེངས་རྟགས་སྣ་མིན་སྣ་ཚོགས་སྡེ་ཚན་གང་ཅེས་མང་དག་ཅིག་ནས་སྐྱབས་མགོན་རིན་པོ་ཆེ་མཆོག་ལ་གཟེངས་རྟགས་ཐོབ་ཞེས་གནང་འབུལ་བཞེས་གནང་ཡོད་ར་བ་ད Grammy Award ལས་དེ་ཧ་ལས་པས་ཀྱི་ད་དེ་རོལ་དབྱངས་དང་ཨ་ནི་ད་ག་འཇེ་དེ་འདྲས་ཀྱི་སྡེ་ཚན་གྱི་ཐོག་ནས་རེད་བ་སོང་ཙང་ད་དེ་འདྲས་ཅིག་སྐྱབས་མགོན་རིན་པོ་ཆེ་ལ་ཧ་ལས་པས་ཀྱི་ཨ་ནི་ད་ངོ་ཚར་ཅན་ཅིག་རོ་བ་དེ་འདྲས་ཀྱི་གཟེངས་རྟགས Grammy Award དེ་སྐྱབས་མགོན་རིན་པོ་ཆེ་ལ་མཆོག་ལ་འདུ་ཟེར་འབུལ་བཞེས་གནང་ཡ་དེ་ཨ་ནི་དེ་འདྲས་ཅིག་གི་དུས་ཚོད་སྙན་གྲགས་ཅིག་ལ་ད་གསར་འགྱུར་ཚང་མས་ཀྱི་འདི་ཐོག་ལ་སྐད་ཆ་བཤད་ཡོང་གི་ཡོད་འདུག་ག་ནི་ད་རྒྱ་ནག་དམར་གཞུང་གི་སེམས་པས་མ་བཟོད། ད་གང་ཅི་ཁོང་ཚོ་ལ་ད་སྐྱབས་མགོན་རིན་པོ་ཆེ་མཆོག་གི་མཛད་འཕྲིན་འདི་ཡ་རྒྱལ་ལ་ཁོང་ཚོ་ལ་འདི་མིག་མཐོང་ཡ་གི་ཁོང་ཚོ་ལ་འདི་ཡོད་མར་བ་སོང་ཙང་སྐྱབས་མགོན་རིན་པོ་ཆེ་མཆོག་ལ་གེརེ་མིའི་གཟེངས་རྟགས་འདི་འབུལ་བཞེས་གནང་འཚལ་བའི་ཆེད་ལ་རྒྱལ་ཁབ་སུ་རི་ཤ་མ་དགའ་ངས་ཚང་མས་གི་དགའ་དགའ་བོའི་ངང་ནས་ནི་གསར་འགྱུར་ནང་ལ་ཤེས་ཡ་དང་ཨ་ནི་བེད་ཆེད་བསྟོད་བྱེད་གི་འདུག་ཨ་གང་ལ་ཞུ་ན་གེརེ་མིའི་གཟེངས་རྟགས་འདི་སྐྱབས་མགོན་རིན་པོ་ཆེ་མཆོག་ལ་སྒྲ་དབྱངས་ཀྱི་ཐོག་ནས་སྐྱབས་མགོན་རིན་པོ་ཆེ་གི་གསུང་གི་ཐོག་ནས་ནི་འདི་སྒྲ་དབྱངས་ནང་ལ་ཕབ་བྱེད་ནི་གནང་ཤར་བ་འདི་གི་འཛམ་བུ་གླིང་ལ། ཨ་ནི། མཉམ་རུབ་ཀྱི། འདི་དང། ཨ་ནི། བྱམས་སྙིང་རྗེ། ཨ་ནི། ཁོར་ཡུག་སྲུང་སྐྱོང། ང་ཚོས་ཕེར་བུམ། བརྒྱད། ཡོད་པ་འདིས། མི་ཚང་མས་ཕེར་བུམ་བདུན་བརྒྱད་ཡོད་པ་འཛམ་བུ་གླིང་ནང་འགྲོ་ལ་མི་ཚང་མ་གཅིག་གྱུར་གྱི་འདུ་ཤེས། བྱམས་སྙིང་རྗེ། གཅིག་ཕན་གཅིག་གྲོགས། ཨ་ནི། ཁོར་ཡུག་དང་འཚམ་མེད་ཀྱི་མཉམ་རུབ་ཀྱི་ནུས་པ། དེ་འདྲའི་ཅིག་གི་ཐོག་ནས་ཨ་ནི། སྒྲ་བཅུག་བྱས་ནས་གང་བྱས། དེ་འདྲའི་ཅིག་གི། རྟ་འདིའི་ཐོག་ལ་ཨ་ནི། Grammy Award རག་ལ་བ། སོང་ཙང་རྟ་འདི་འཛམ་བུ་གླིང་གི། མི་ཡོངས་རྫོགས་ཀྱི་ད་ལྟའི་གི་དུས་ལ་ད་དམག་འཁྲུག་གི་དུས་གཅིག་གི་གཅིག་ལ་མ་ཉེས་ཁ་ཡོག་གཅིག་གི་གཅིག་ལ་གསལ་རེ་གཏུབ་རེ་ཨ་ནི་དེ་འདྲས་ཀྱི་ད་གང་ཅི། དྲག་པོའི་གི་དེ་འདྲས་ཀྱི་ཁོར་ཡུག་ཅིག་སྐྱིད་ལ་སྐྱབས་མགོ་རིན་པོ་ཆེ་གི་གསུང་དེ་ཐོས་བ་དང་འཛམ་བུ་གླིང་ཁོ་རང་གཅིག་ཕན་གཅིག་གྲོགས་ཡིན་པ་ད་གཅིག་གི་གཅིག་ལ་བརྟེན་ནས་བསྡད་དགོས་ཡོག་ད་བྱམས་སྙིང་རྗེ་དང་ཁོར་ཡུག་སྲུང་སྐྱོབ་བྱེད་དགོས་ཡོག་བ་གང་ཅི་འོ་དེ་ཚོའི་གི་དེ་འདྲས་མཐོང་ཡོང་དུ་དེ་འདྲས་ཅིག་དོན་ཡོང་གི་ཡོད་དུ་ག་ནི་འཛམ་བུ་གླིང་མི་མང་ཚང་མས་དང་རྒྱལ་ཁབ་ཚང་མས་ཀྱིས་འདི་ལ་ཆེ་བསྟོད་བྱེད་ཀྱི་འདུག་ད་སུ་རེད་ལབ་བ་ཡིན་ན་རྒྱ་ནག་གི་ལམ་སང་འདི Grammy Award འདི་སྐྱབས་མགོན་རིན་པོ་ཆེ་མཆོག་ལ་ཕུལ་བ་དང་རྒྱ་ནག་གིས་འདི་ལ་ཨ་ནི་དགག་ལན་གྱིས་ཨ་ནི་འདུ་མེད་པའི་ངོ་ལེན་མེད་པའི་གྱིས་ད་སྐད་ཆ་འདི་བཏོན་ཡོད་རོ་ད་ཡིན་ནའི་གྱིས་འདི་ཤུགས་ཆེན་པོ་ཁྱབ་ཡོད་མ་རེད་ག་ཅེ་ལ་ན་ཁོ་རང་མ་ཤི་སུས་རྒྱ་ནག་གཞུང་མ་ཤི་སུ་གང་ཅིག་འདི་ལ་དགག་ལན་གྱི་རྣམ་པ་བཏོན་ཡོད་མ་རོ་ད་ཁོ་ཚོས་གྱིས་ཐབས་ལམ་འདི་ག་རེ་རེད་ཞུ་བ་ཡིན་ན་ད་འདི་འདྲའི་མི་ནག་ཉེས་ཅན་འདི་འདྲའི་གྱིས་ཡིག་སྣོད་དང་མི་ནག་ཉེས་ཅན་དང། ཨ་ནེའི་འདུ་ཤེས་སྐྱབས་མགོན་རིན་པོ་ཆེ་གི་མཚན་ཡོད་པ་དེ་ཚོ་ཅིག་སྒྲུག་ནས་ཡང་བཏོན་ཡོང་ཡ་ཅིག་འདུག་ད་ལྟ་འདི Epstein File འདི་བྱུང་ཡ་འདི་ཨ་རི་ལ་ཕྱིན་ད་ཟླ་གཉིས་ལོ་དེ་ཉིས་སྟོང་ཉི་ཤུ་བཅད་ལྔ་ལོ་གི་གནས་ཚུལ་རེད་འདུག་འདི་ཡང་ཨ་ནེ་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བ་གང་ཡང་མི་འདུག་སྐྱབས་མགོན་རིན་པོ་ཆེ་འཛམ་བུ་གླིང་གི་ཨ་ནེ་མི་སྣ་གལ་ཆེ་ཤོས་ནང་ལ་འཁོད་འདུག་ར་སོང་ཙང་རྒྱལ་བ་རིན་པོ་ཆེ་མཆོག་གི་མིང་དེ་ཡོད་པ་ཙམ་གྱིས་ཨ་ནེ་ད། འདི་ནག་ཉེས་ཅན་གྱི་མི་འདི་མཉམ་དུ་ལ་སྦྱར་ནས་གསང་རྒྱུར་བཟོས་ཡང། ང་ཚོའི་མི་དེ་ཚོ་ཡིན་ན་ཀྱི་ལམ་སང་འདི་ག་ལོག་རེད། ཅིག་གི་ཕ། ཡང་ཡང་བསྐྱར་ཕ་བཀྲམ་དགོས་ཡ་མི་འདུག་ཨ་མཚམས་མཚམས་ང་ཚོ་རྒྱ་ནག་དམར་གཞུང་གི་མངོན་འདོད་འདི་གི་ལག་ཆ་ཆག་འགྲོ་གི་འདུག་ཨ་སོང་ཙང་དེ་འདྲས་ཅིག་མ་གནང་ན་ད་ལྟ་ང་ཚོ་དགའ་ཚོར་སྐྱེ་དགོས་ཡ་ཅིག་རོ་ཨ་རྒྱ་བོ་རིན་པོ་ཆེ་མཆོག་ལ་གྲས་མི་གཟིངས་དང་ར་ཡོད་འདི་གི་ཐོག་ནས་ང་ཚོ་ཚང་མ་དགའ་པོ་སྐྱེ་ཕྱིན་འདི་གི་ང་ཚོ་རྟེན་འབྲེལ་ཞུ་ཕྱིན་དགའ་བ་བྱེད་དང་སྐྱབས་མགོན་རིན་པོ་ཆེ་མཆོག་གི་མཛད་འཕྲིན་འདི་ཚོ་མི་མང་ལ་ཕག་རྒྱལ་ཤེས་རྒྱ་ཡ་དང་སྐྱབས་མགོན་རིན་པོ་ཆེ་མཆོག་ལ་ད་ལྟའི་གི་ཨ་བ་ཏྲི Grammy Award རག་གོ་ཡ་གི་གོ་པ་རྒྱུ་མཚན་འདིའི་གི་སྒྲ་དབྱངས་འདི་ཚོ་ཕག་བཀྲམ་ཡ་གི་ང་ཚོའི་གི་དུས་ཚོད་ར་ང་ཚོའི་ཡོད་མ་རེད་ཁ་ཤས་ཅིག་གི་སྐྱབས་མགོན་རིན་པོ་ཆེ་དང་འདི་མི་ནག་ཉེས་ཅན་གི་པར་བཅར་འདི་ཕག་ཅོ་བར་གི་པར་བཅར་དེ་འདྲ་བྱེད་གོ་ཡ་རྩ་བ་ཉིད་ནས་ཡོད་མ་རེད་འདི་ཕག་ཅོ་བར་གི་སྐྱབས་མགོན་རིན་པོ་ཆེ་མཆོག་ལ་ཨ་ནི་ནང་པའི་ཆོས་འདི་ཞེ་དྲག་ཤིང་གི་མི་འདུག་ལ་ནི་བྲིས་ཡོད་པ་ཡིན་ན་ཧང་སང་གོ་ཡ་གང་ཡང་ཡོད་མ་རེད་འཛམ་བུ་གླིང་ནང་ལོ་ལ་ནང་པའི་གི་རྟ་གང་ཆེ། དབུ་ཁྲིད་དེ་སྐྱབས་མགོན་རིན་པོ་ཆེ་ལ་ཕུལ་ཚར་བ་ཆེ་དུས་ད་མི་རེ་ཟུང་གཅིག་གི་ཨ་དེ་འདྲས་ཅིག་བྲིས་བ་ལ་ང་ཚོས་གི་དེའི་འོག་ལ་རྒྱུགས་ཕྱིན་ནས་ཨ་རྒྱ་ནག་གི་ལས་ཀ་དེ་ང་ཚོས་རང་གི་བྱེད་གི་འདུག་ཨ་རྒྱ་ནག་གི་དགོས་ཡར་གི་ལག་ཆ་དེ་ང་ཚོས་རང་གི་བཀྲམ་གི་འདུག་ཨ་སོང་ཙང་ང་ཚོས་ངོས་ནས་ཟབ་ཟབ་ཕྱིན་ནས་ག་རེ་བཀྲམ་དགོས་དོ་ག་རེ་བཤད་དགོས་དོ་ངོ་དེ་ང་ཚོས་གི་ཧ་གོ་གོ་རེ་མ་ཤེས་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བའི་གི་ཨ་ནི། གནས་ཚུལ། ཡག་ཉེས་ཡག་པོ་བྱས་ནས་མ་ལྟ་ནས་གཅིག་མ་ཤེས་ཤ་བ་ཡིན་ན་ཨ་ནི་སོ་སོ་ལ་ལྟ་ངན་མང་པོ་རག་གི་རེད་ད་དབྱིན་ཇི་སྐད་ཤེས་ཀྱི་ཡོད་བོད་སྐད་ཤེས་ཀྱི་ཡོད་ཧིན་དི་སྐད་ཤེས་ཀྱི་ཡོད་བསམ་ནས་ད་གཅིག་ཤེས་ཤ་བ་ཡིན་ན། སོ་སོའི་གི་སེམས་པ་ནི་ད་ཀུ་ལུང་ད་གཙང་མ་ཡིན་རྒྱུ་རེད་ལྷག་བསམ་ད་རྣམ་དག་ཡིན་རྒྱུ་རེད་དེ་ཨ་ནི་འདི་ག་འདྲི་གཅིག་ལ་འགྲོ་གི་རེད་ད་ལེ་ད་ལྟ་ང་ཚོའི་གི་སྤྱི་ཚོགས་ནང་ལོ་དེ་འདྲས་གཅིག་ཁྱབ་དགོས་ཡ་མི་འདུག་ཨ་དེ་ཡང་ད་ལྟའི་གི་རྒྱལ་སྤྱི་གི་ད་ཁྱབ་ཡོད་ན་གི་དེ་འདྲས་གསང་རྒྱུར་ནང་ལོ་དང་མི་རེ་ཟུང་གི། ནང་ལོགས་ལ་ཁྱབ་ཡོད་ན་སྐད་འདི་རྫ་དྲག་པོ་དང་གནས་ག་ཆེན་པོ་དེ་འདྲ་གང་ཡང་མར་འདུག་ཨ། རྒྱལ་བ་རིན་པོ་ཆེ་མཆོག་གི་མིང་འཁོད་ཡོད་ན་ཧང་སང་ཡ་གས་ཡོད་མ་རེད་སྐྱབས་མགོན་རིན་པོ་ཆེའི་འཛམ་བུ་གླིང་གི་བེད་ཁོ་རང་ཆེ་བསྟོད་ཀྱི་མི་ན་འཛམ་བུ་གླིང་ན་སྐད་གྲགས་ཆེ་ཤོས་ཅིག་རོ་ཨ་སོང་ཙང་ཁོང་གི་མཚན་འཁོད་ཡོད་ན་གང་ཡང་མ་རོ་ཨ་ཡིན་ནས་འདི་ནང་ལོགས་ལ་ད་ནག་ཉེས་ཕོག་ཡོད་པ་ད་དེ་འདྲས་ཡིན་ན་ཨ་ད་ང་ཚོས་གི་ཅིག་འདི་བྱུག་རོ་ཨ་ད་འདི་འཆར་ལ་དེ་འདྲས་གང་ཡང་མར་འདུག་ཨ་སོང་ཙང་ང་ཚོས་མཚམས་མཚམས་ལ་ཧང་སང་ཧོན་ཐོར་ནི། རྒྱ་ནག་རང་གིས་ལག་ཆ་བྱེད་ཕྱིན་ནས་འདི་ཡང་ཁྱབ་བསྒྲགས་དང་ངན་གྲོགས་བྱེད་ཀྱི་འདུག་ཨང་དེ་ཚོ་རྩ་བ་ཉིད་ནས་དགོས་མ་ད་ལྟ་ང་ཚོའི་དུས་ཚོད་འདི་དགའ་ཡོད་པ་དགའ་ཞིང་སྤྲོ་ཞིང་ཆོག་ཞེས་མཚམས་བརྒྱད་ནས་གངས་ཅན་སྐྱབས་མགོན་རིན་པོ་ཆེ་མཆོག་ལ་ག་འདྲས་ཅིག་ཆེ་བསྟོད་བྱེད་ཀྱི་འདུག་ག་འདྲས་ཅིག་གིས་ཁོ་ཚོའི་གི་ཧང་སང་ནི་གངས་ཅན་སྐྱབས་མགོན་རིན་པོ་ཆེ་ལ་དེ་འདྲའི་གཟེངས་བསྟོད་རག་གི་ང་ཚོ་ངོ་འདི་དགའ་དགའ་སྤྲོ་སྤྲོ་གནང་དགོས་ར་ཨང་ད་ལྟ་ང་ཚོའི་གི་ད་བོད་བོད་སྤྱིའི་རྩ་དོན་ཆེད་དུ་ཧ་ལས་པའི་གི་ཡག་པོ་འགྲོ་བསྡད་འདུག་ཨ་རིའི་གི་ད Donald Trump གི་ཨ་ནི་ད twenty three million གི་རོགས་ཚོགས་དེ་ཡང་སླར་གསོ་ཐུབ། ཨ་ནི་བྷི་ཨོ་ཨེ་དང་ཨ་རེ་ཁའི་སྒོ་ཕྱེ། ཨ་ནི་བོད་དོན་འབྲེལ་མཐུད་ཀྱི་ལས་བྱེད་བསྐོ་བཞག་གནང། ང་ཚོ་དེ་ཚོ་དགའ་ཡོད་པ་དེ་ཚོ་ཡ། འཆར་སྒོ་རེད་མ་གཞི་རྒྱ་ནག་གི་ལག་ཆ་ཆག་བྱས་ནས་ཨེ་སྐྱབས་མགོན་རིན་པོ་ཆེ་གི་སྐུ་པར་དེ་མི་ངན་འདི་མཉམ་དུ་སྦྱར་འདི་འབག་ཅོ་བར་གྱི་སྐད་ཆ་སྒྲོག་བཞིན་དེ་ཚོ་རྩ་བ་ཉིད་ནས་གོཡ་ཡོད་མ་རེད་དེ་ཚོ་གནས་ཚུལ་ཆུན་ཆུན་ཅིག་རེད་ཤག་ད་འདི་ལ་ལྟ་བའི་གི་ཡང་སོ་སོའི་གི་མཐོང་གི་ཡོད་ན་ཨ་ནི་འདི་ལ་ང་ཚོས་གི་གསལ་བཤད་བྱེད་དགོས་ཨེ་དེ་ཧ་ཅང་གི་གལ་ཆུང་པོ་རོ་ཨ། ལན་འདེབས་དེ་ཚོ། འོས་ཤིང་འཚམས་པ་གྱི་ལན་འདེབས་རྒྱབ་དགོས་ཡ་རེད་མ་གཞི་འདི་ཚོ་ཡང་པར་འདི་ཚོ་སྐྱབས་མགོན་རིན་པོ་ཆེ་གྱི་སྐུ་པར་དང་འདི་མིང་ངན་གྱི་པར་ཆེ་འདི་འབག་བཙོག་རབ་པར་ཆ་ང་ཚོས་ཀྱིས་འདི། རྒྱ་ནག་དམར་གཞུང་གི་ལས་ཀ་འདི་ང་ཚོས་བྱེད་དགོས་ཡ་ཡོད་མ་རེད་སོང་ཙང་འོ་དེ་འདྲས་བྱེད་ནས་མི་མང་ལ་འོ་འདི་ཞུ་ཡ་ཡིན་འཚམས་འཚམས་ལ་ང་ཚོས་ཀྱིས་དངོས་གནས་དྲང་གནས་ཀྱི་གནས་ཚུལ་འདི་ཚོ་ཆེན་པོ་ཡིན་ན། ད་ག་ལོག་རེད་འདི་ཆུན་ཆུན་ཅིག་ལ་ང་ཚོས་ཀྱིས་ཆེན་པོ་བཟོས་ཤག་འདུག་ཨ་འོ་དེ་འདྲས་བྱེད་བ་ཡིན་ན་ནི་ཡག་པོ་མི་འདུག་ཨ་ད་ལྟ་ང་ཚོ་འདི་ཚོ་རྩ་བ་ཉིད་ནས་འགོག་མི་འདུག་སོང་ཙང་རྣམ་པ་ཚོ་ཀྱིས་འདི་ཐོག་ལ་ནི་ཡ་མ་བཀྲམས་དེ་ན། ང་རང་ངོས་ནས་ན་འདི་ཏག་ཏག་ཞིག་རྩ་བ་ནས་མཐོང་གོ་མ་འདུག་འདིའི་ནང་ལོགས་ལ་སྐྱབས་མགོན་རིན་པོ་ཆེ་ལ། གང་ཡང་ཅིག་འདི་ཡོད་མ་རེད Allegations དང་དེ་འདྲས་གང་ཡང་ཡོད་མ་རེད་མིང་བཏོན་ཤག་འདི། རྒྱལ་ཁབ་གཞན་པ་གི་མི་སྣ་གལ་ཆེན་པོ་དེ་འདྲས་ཡང་ཁྱོད་འདི་ནང་ལོགས་ལ་མིང་ཡོད་རེད་གསུངས་ས་འདི་གང་ཡང་ཧང་སང་ཡ་ཡོད་མི་འདུག་ཨ་འོ་དེ་འདྲས་ཅིག་ད་ད་རིང་མ་ཞུས་ན་ཡང། ཁ་ཤས་ཅིག་གི་འདི་ག་ལོགས་རེད། ཡང་བསྐྱར་ཞེའུ་གཅིག་ཁྱབ་བསྒྲགས་བྱས་འདུག་དེ་ཚོ་མཚམས་མཚམས་ལ་དེ་འདྲས་ཅིག་ཁྱབ་བསྒྲགས་བྱེད་དགོས་བསམ་ཡོང་དུ་འདུག་ཞེའུ་གཅིག་ཁྱབ་བསྒྲགས་བྱེད་དགོས་ན་དབྱིན་ཇི་མཁས་བ་དང་ད་ཧིན་དྷི་མཁས་བ་དང་དེ་འདྲས་ཡོད་ན་སྐྱབས་མགོན་རིན་པོ་ཆེ་གི་དགོངས་གཞི་དགུང་ལོ་དགུ་བཅུ་ལ་ཕེབས་ནས་སྐྱབས་མགོན་རིན་པོ་ཆེ་ག་རེ་ག་རེ་གནང་འདུག་ད་ལྟའི་ཡིན་ན་སྐྱབས་མགོན་རིན་པོ་ཆེ་ག་རེ་གནང་ཡས་འདུག་སྐྱབས་མགོན་རིན་པོ་ཆེ་ཡི་ཁ་སིང་གི་ཕྱག་དེབ་བཏོན་གནང་ཡོད་རུའུ་དེ་ཚོ་ཕར་སློག་ན་དབུ་མའི་ལམ་དེ་ཚོ་འགྲེལ་བཤད་བསྐྱོན་གནང་ག་ལེ་ག་ལེ་རྒྱ་མི་གཅིག་གི་ཨམ་ཆོག་རྒྱ་མི་གཉིས་ཀྱི་ཨམ་ཆོག་རྒྱ་མི་གསུམ་གྱི་ཨམ་ཆོག་ཨ་རྒྱ་མི་ཚང་མའི་གི་ཨམ་ཆོག་ན་རྫུན་ན་དབུ་མའི་ལམ་ལ་ངེས་ཧ་ལས་པ་རེད་འདུག་ད་ང་ཚོ་ཚང་མས་ཀྱི་དཀའ་ཉེན་སེལ་ཡ་རེད་འདུག་ད་སླ་ནས་འོ་དེ་འདྲས་ཀྱི་ཐོག་ནས་སྐད་ཆ་བཤད་ཕྱིན་ནས་དོགས་བློ་ཡག་པོ་ཡག་པོ་དེ་འདྲ་གོན་ཕྱིན་ནས་ཨིན་ཇི་སྐད་རྒྱབ་ཀྱི་ཡོད་ན་རེད་ཧིན་དི་སྐད་རྒྱབ་ཀྱི་ཡོད་ན་རེད་དེ་འདྲས་བཤད་པ་ཡིན་ན་ཕན་ཐོགས་འུར་བ། མི་ངན་དེ་འདྲས་ཁ་ཤས་ཀྱིས་ཁ་ཅིག་སྐད་ཆ་དང་པར་དང་དེ་ཚོ་ཡ་མ་སྦྱར་ཕྱིན་ནས་བཀྲམ་བསྡད་པ་ཡིན་ན་ང་ར་རང་རྒྱ་ནག་དམར་གཞུང་ལ་གོ་ཡ་དེ་ང་ཚོའི་ལས་ཀ་བྱེད་ཀྱི་འདུག་བ་ཚོགས་ཚོགས་འོ་དེ་ཚོ་མ་གནང་ན་ཡག་པོ་འགྲོ་བྱུང་དེ་ང་ར་རང་སྒེར་གྱི་བསམ་ཚུལ་ཡིན་ད། འོ་དེ་འདྲ་ཡིན་ཁོ་རང་ད་ལྟ་ཡི་གེ་འདི་སྐད་ཆ་འདི་ཀྲོ་ཕིག་འདི་ཐོག་ལ་སྐྱབས་མགོན་རིན་པོ་ཆེ་འདི་མི་ན་དེ་འདྲས་མི་དེ་འདྲས་ནག་ཉེས་ཅན་དང་འབྲེལ་བ་ཡོད་བ་དང་འདི་ནང་ལ་ནག་ཉེས་ཕོག་དེ་འདྲ་རྩ་བ་ཉིད་ནས་མི་འདུག་སོང་ཙང་ཐུགས་དོག་རྩ་བ་ནས་གནང་དགོས་མ་རེད་ང་ཚོ་དགའ་ཞིང་སྤྲོ་ཞིང་ང་ནས་སྐྱབས་མགོན་རིན་པོ་ཆེ་མཛད་འཕྲིན་རྒྱས་ཡར་ངོའི་ཟླ་ཟླ་ལྟར་རྒྱས་ཤིང་སྒྲུབ་ཡོད་ར་འདི་ལ་ང་ཚོས་ཀྱི་དགའ་བ་སྒོམ་སྐྱབས་མགོན་རིན་པོ་ཆེ་སྐུ་འཚོ་བཞུགས་ཡོང་བའི་སྨོན་ལམ་བརྒྱབ་ང་ཚོས་ད་ད་དགའ་དགའ་སྤྲོ་སྤྲོ་བཏང་ཡག་གི་དུས་ཚོད་རེད་དོ་ཨ། ཨ་ཨ་བར་དེ་འདྲས་ཟིན་ད་དེ་འདྲས་ཆེན་པོ་རག་ནི་འོ་དེ་འདྲས་རེད་སོང་ཙ་ད་ད་རིང་ང་འདིའི་ཆེད་དུ་སླེབས་པ་ཡིན་ཨ་ནི་ད་ང་ཚོས་སང་ཉིན་གྱི་མཆོད་འབུལ་སྨོན་ལམ་གྱི་ད་ཅིག་སྨྱོས་ལ་གསལ་བསྒྲགས་འདི་ད་ལྟ་དེ་ཧྥ་རན་སི་ལ་པེ་རི་སི་ལ་འདི་མཆོད་འབུལ་སྨོན་ལམ་ཚོགས་ཀྱི་འདུག་སྐུ་ངོ་རྒྱ་ལོ་དོན་གྲུབ་ཆེད་དུ་སོང་ཙང་ཚང་མས་གང་མང་མང་ཨ་མཉམ་ཞུགས་གནང་རོགས་གནང་སྐྱབས་མགོན་རིན་པོ་ཆེ་བཀའ་དྲིན་ཡིན་སྐྱབས་མགོན་རིན་པོ་ཆེ་དངོས་གནས་དྲང་གནས་རྩ་བའི་བླ་མ་ཡིན་ཨ་ནི་མཇལ་ཁ་ཞུས་ཨེ་འདྲས་བྱིན་ན་ད་སྐྱབས་མགོན་རིན་པོ་ཆེ་དང་འབྲེལ་བའི་གི་ཐོག་ནས་ཨ་ནི་ང་ཚོས་དངོས་ཤུགས་བརྒྱུད་གསུམ་ནས་ཨ་ནི་མཉམ་ཞུགས་བྱེད་ཐུབ་པ་ཡིན་ན་ཨ་ནི་འདི་དངོས་གནས་དྲང་གནས་ཁ་གཏད་ཁ་ཞེ། ཁ་ནས་བཤད་བ་དང་ལག་ལེན་བསྟར་བ་གཉིས་ཀ་མཚོན་གྱུར་བ། འོ་དེ་འདྲའི་ཞུ་ཡང་ཡིན། ཐུགས་རྗེ་ཆེ། ཚང་མ་ལོ་འདིའི་ཐོག་ལ་ཐུགས་སྣང་གནང་རོགས་གནང། ད་ད་ལྟ་གི་འོས་བསྡུ་དང་དེའི་གི་འབྲེལ་བའི་ཐོག་ནས། ཁོ་རིམ་བཞིན་ད། བང་རིམ་བྱས་ནས་ཡོང་གྱུར་བ། འདིའི་ཐོག་ལ་ད་རིང་གང་ཡང་ཞུ་ཡ་མེད། རྗེས་མ། འདིའི་ཐོག་ལ་ཞིབ་ཕྲ་བྱས་ནས་བཅར་ཆོག་ཞུ་ཡ་ཡིན། ཚང་མས་ཐུགས་སྣང་གནང་རོགས་གནང། ཐུགས་རྗེ་ཆེ། འོ་འདི་གཅིག། ཞུ་ཁ་བཅར་བ་ཡིན། ཐུགས་ཆེ་གནང་ཞུ་ཡ་ཡིན།